ད་བླ་མ་སེང་ཧ་གོ་གི་མེད། ཨ་ནི། དབུས་གཙང་གི་སྐད་བརྗོད་བདེ་སྐད་འདྲ་པོ་ཅིག་འདུག། ད་ཁོས་བླ་མ་ཆེ་པོ་ཡིན་ན་ཆུང་ཆུང་ཡིན་ན་ཆད་པ་བཀལ་མི་འདུག་མདོར་ན་ངས་མི་ལ་དགག་པ་བརྗོད་ཀྱི་མིན་ཁོས་ཀྱི་ཆོས་ལུགས་སྐད་ཆ་དེ་ལ་དགག་པ་བརྗོད་ཡོང་གི་ཡོད་ཟེར་ཡ་དེ་ཡིན། ཁོ་རང་གིས་ག་རེ་ལགས་ཞེས་ཟེར་ན་རྡོག་རྡོག་འདྲ་པོ་དེས་ད་ང་ཚོ་བླ་མ་ལ་བསྐུལ་པ་གཏན་ནས་མ་རེད། བླ་མ་ལས་སྨད་པ་བཤད་དགོས་པ་ཡིན་ན་དམྱལ་བ་སྐྱེ་ངེས་རེད། ཕ་མ་གསལ་དགའ་བ་ཡིན་དང་སྡིག་པ་དཀའ་བ་བྱོས་ཏེ་སྡིག་པ་དོར་ཡ་ཡོད་རེད། ཨོ་བླ་མ་ལས་སྐུལ་བ་དག་དགའ་བ་ཡིན་ན་སྡིག་པ་དོར་ཡ་ཡོད་མ་རེད་ཤོར་ཡ་ཡོད་བ་རེད་དམྱལ་བ་ཏན་ཏན་བཤད་ཀྱི་རེད་ཟེར་དེ་འདྲ་ཅིག་ལགས་ཤག། ད་དངོས་གནས་གྲོང་ནས་ཀྱི་ཆོས་ལུགས་ཟེར་ཡ་དེ་དེ་རེད་ཁུལ་གྱི་སློབ་གསོ་དེ་ལ་བརྟེན་ནས་ང་རང་ཚོ་ཨ་ནི་ལོ་གཞན་གཞན་མང་པོ་ཅིག་ལས་སྟག་ལོ་པ་བྱེད་རྩིས་ཀྱི་རེད། ཨོ་ཕ་མ་དེ་ཡག་པོ་བྱས་ན་མ་བྱས་ན་འདྲ་འདྲ་ཡིན་ས་རེད་བསམ་ཡ་འདྲ་པོ་ཅན་ཅིག་ད་ཁུལ་གྱི་དམིགས་ཡུལ་དེ་ག་རེད་ཟེར་ན་ཁོ་རང་ཚོ་བླ་མ་གྲྭ་པ་གི་ཐོ་གཏོང་འདྲ་པོ་རིན་ཐང་འདྲ་པོ་དེ་སྲུང་སྐྱོབ་བྱ་ཡི་ཆེད་དུ་ད་ལྕགས་རྫུན་ལ་ཡོང་གི་ཡོད་པ་རེད། འོ་དེ་ལྟ་ཡིན་ན་ད་མི་མང་པོ་ཅིག་གིས་བླ་མ་གྲྭ་པ་ལ་སྐུད་པ་མི་དེ་ལ་ཡོང་མ་སྲིད་པ་རེད། བླ་མ་གྲྭ་པ་དེ་ཚོ་དེ་བརྒྱ་ཆ་དགུ་བཅུ་གོ་དགུ་དེ་སྐྱེས་པ་ངན་པ་བྱེད་མཁན། ལྕགས་རྫུན་ལ་མཁན་ཡན་ཏན་མེད་མཁན། བུ་མཐོང་ན་བུ་ལ་རྗོད་བྱེད་བུ་མོ་མཐོང་ན་བུ་མོ་ལ་རྗོད་བྱེད། དཔེ་ཆ་ཡོད་མཁན་མི་མཐོང་ན་མགོ་བསྐོར་དང་རྒྱ་ཡིག་ཡང་རྒྱ་མགོ་བསྐོར་བོད་ཡིག་ཡོད་པ་བོད་མགོ་བསྐོར་མཁན་མ་གཏོགས་ལས་རྒྱ་ཆེར་དགོས་ཀྱི་དགོས་མཁོ་དེ་འདྲ་མང་དུ་ཡོད་པ་མ་རེད། དེ་འདྲ་བྱས་པ་ཡིན་ན་ད་བླ་མའི་སྐྱེས་པ་ངན་པ་ཞིག་ཏུ་མི་མང་གིས་དེ་ལ་སྐུར་པ་དེ་དགག་པ་བྱེད་པ་དེ་གཏན་འཁེལ་རེད། དེ་འདྲ་བྱེད་ཡོང་དུས་ད་བླ་མ་ལ་བརྟེན་ནས་བོད་མི་མང་མང་ཆེ་བ་དེ་དམྱལ་བ་ལ་སྐྱེལ་འགྲོ་ས་རེད། དེ་བྱེད་དུས་ང་ཚོ་བླ་མ་ཟེར་ཡ་དེ་རྩ་བ་ནས་མེད་པ་བྱེད་དགོས་ཀྱི་འདུག་ག་རེ་ཟེར་ན་རྒྱུད་བླ་མ་ལ་བརྟེན་ནས་འབྲས་བུ་བོད་མི་མང་དམྱལ་བ་ལ་སྐྱེལ་ཡོད་ཀྱི་རྒྱུ་ཆ་འགྲོ་གི་འདུག་རྒྱལ་ཚ་དེ་ནི་དང་ནས་ང་ཚོ་ཀྱི་དམྱལ་བ་བཤད་ཡག་གི་རྒྱུ་དེ་ཁོ་རང་མེད་པ་བཤད་ག་ན་དཔེ་ཡག་པོ་འདུག་ཟེར་ཡག་དེ་ཡིན། དམ་ཚིག་དང་པོ་དེ་དེ་ཡིན་གཉིས་པ་དེ་ངས་བརྒྱ་ཆ་དགུ་བཅུ་གོ་གི་བླ་མ་ཡག་པོ་མིན་གི་ཟེར་ཡག་གི་རྒྱུ་མཚན་ག་རེ་ཟེར་ན་ང་ཚོ་བོད་མི་ཟ་དེ་དངོས་གནས་ཡོན་ཏན་ཡོད་མཁན་ལས་རྒྱུ་འབྲས་གསུང་མཁན་ཆེས་ཤེས་གཟིགས་དེ་བཤད་མི་མང་ལས།

དེ་བྱས་ན་དངོས་གནས་བཤད་ན་བརྒྱ་ཆ་གཅིག་ཉོན། བལ་བལ་བརྒྱ་སྐད་བཤད་ན་བལ་བོན་དེ་ནི་འདི་ཡང་ནི་ཡིག་ཚགས་ཀྱི་མ་གཏོགས་བླ་མ་ཡག་པོ་ཡོད་ས་མ་རེད་ཟེར་ཡ་དེ་ཡིན། འོ་དེ་ཕྱིར་ང་ཚོ་དགའ་བ་ཅིག་རེད། ད་དེ་འདྲ་ཡིན་ན། འོ་ན་དེ་ནི། བོད་མི་མང་ལྷག་པར་དུ་ལོ་ཆུང་ཆུང་དེ་ཚོ་གི་སློབ་གསོ་ལོག་པ་ཐེབས་མི་ཐེབས་པའི་ཆེད་དུ་ངས་ཁོ་ཚོ་ལ་དགའ་བ་བྱེད་ཀྱི་ཡིན།

བྱུང་ཚུལ་གསན་པ་ཟེར་ཡ་དེ་ག་བླ་མ་ལ་དགག་པ་བྱས་ན་ཨ་ནི་དམྱལ་བ་ཅན་འགྲོ་གི་ཟེར་གི་མི་འདུག་བ་སྨན་ལོག་གི་ནང་དཔེར་ན་ང་ཚོ་ཤོང་ཁྱི་སྨན་ལོག་གི་ནང་ལ་སེམས་ཅན་གཅིག་གི་ཤེས་ཡོན་བཀར་རྒྱག་དུས་བདག་ལུས་བྱེ་བ་ལྟོ་ཅོག་བཟོས་པ་ཤོག་བདག་རྐྱེན་ཐབས་པའི་ལང་ཕྱོགས་བསྒྲིལ་བ་ལ་ཐོད་རུ་དབུ་འབུད་མཛད་དང་མཚུངས་པ་ཤོག་ཟེར་སྨན་ལོག་རྒྱག་ཡོད་རེད་གཅིག་ཏུ་སེམས་ཅན་གཅིག་གི་ཆེད་དུ་བདག་ལུས་བྱེ་བ་གཏོང་མ་ཐུབ་ན་ཡང་བོད་མི་མང་གི་ལྷོ་སོག་ལོག་པར་འགོག་པའི་ཆེད་དུ་ང་དམྱལ་བར་འགྲོ་དང་ང་དམྱལ་བར་འགྲོ་ཆོག་ཟེར་ཡ་དེ་ཡིན། འོ་ད་སྙན་གྲགས་ཟེར་ཡ་གི་ཀླ་ཀློ་དེ་གི་ཆོས་ལུགས་སྐྱེ་དགོས་པ་དེ་འདྲ་ཧ་ཅང་མང་པོ་རེད་དེ་མཚུངས་ང་ཚོ་བོད་ནང་བླ་མ་གི་ནང་ལ་ཆོས་རྣམ་པ་དག་པ་ཤེས་མཁན་ཧ་ལམ་ཡོད་མ་རེད་མཁན་པོ་ཡིན་སྤྲུལ་སྐུ་ཡིན་ཟེར་སྐད་གྲགས་ཀྱི་དེ་ཚོ་གི་ཆོས་ནི་ཡག་པོ་བཤད་ཤེས་ལ་མ་རེད་འཇིག་རྟེན་ནི་བཤད་ཤེས་ལ་མ་རེད་ད་ཆོས་འཇིག་རྟེན་གཉིས་ཀ་མི་ཤེས་པའི་དོན་ད་འཇིག་རྟེན་འདྲ་པ་སུ་བུ་ཟེར་གྱི་བཤད་ཨ་དེ་ནི་ཅོག་ཙེ་འདི་ལ་སྒྲུང་ཅུང་ཅུང་དེ་བཤད་ཨ་བླ་མ་རྣམས་ལ་འཕུར་ར་སྤྲུག་གི་ས་ལ་འཛུགས་ར་མཚོ་གི་ནང་ལ་གཏད་ལེན་ར་ཤུག་གུམ་གུམ་ལ་གཏད་ལེན་ར་དེ་འདྲ་ཅུང་ཅུང་བཤད་ལ་བོད་མི་མང་དུ་འགོ་བསྐོར་དགོས་ད་འདི་འདྲ་ཞིག་ལ་ཤིན་ཏུ་གྱོན་ནས་ང་ཚོའི་ལོ་རྒྱུས་སྟེང་ལ་ཡང་ཆེས་ལུས་པ་དེ་མང་པོ་ཞིག་གིས་མགོ་སྐོར་བཀོད་ས་ཡོད་ས་རེད་ང་ཚོ་ལོ་བདུན་བརྒྱ་ཐེངས་པ་ལ་འདི་འདྲ་ཞིག་ལ་མགོ་སྐོར་བརྩེ་འོས་འདུག་སྔོན་དམག་གི་མི་དེ་ཚོ་ཡན་ཏན་ཡོད་མ་རེད་སྐུད་པ་ཆོག་ཟེར་ཡོད་རེད་དེ་གས་ཚོང་པ་འདི་ཡག་པོ་ཞིག་ཡིན་ཆོག་ཆེ་ནས་ཡང་དག་པ་ཞིག་ཡིན་ཆོག་བཤད་བསྡད་པ་རེད་མ་གཏོགས་སྔོན་དམག་ནས་འདི་འདྲ་མང་པོ་ཞིག་གྱོན་ཡོད་ས་རེད་ད་ལྟའི་ཀླ་ཀློ་གྲྭ་ལོ་འདི་ཚོ་གིས་སྤྱན་ངན་ལ་བརྟེན་ནས་ལོ་རྒྱུས་ལ་ཤི་ཐལ་བྱས་ན་ལོ་རྒྱུས་སྟེང་གི་ང་ཚོའི་ཨ་ནི་ཆོས་ལུགས་ཀྱི་ནང་ལ་ངོ་ཚ་ཅན་མང་པོ་ཡོད་ཀྱི་དེ་ཚོ་ཚང་མ་རྫུན་མ་ཡིན་པ་རྫུན་དུ་བསྟན་དགོས་པ་སོ་ཡང་འདྲ་བ་དཔེ་ལོང་དགོས་པ་སོ་ཡང་འདྲ་བ་དེ་ཚོ་རྫུན་མ་ཡིན་པ་དེ་རྗེས་དཔག་བྱེད་ཐུབ་ཀྱི་འདུག་འོ་དེ་དེ་རིང་ངས་དེ་གའི་བླ་སློབ་སྙན་གྲགས་ཟེར་བ་གྱི་སྐད་ཆ་དེ་ལ་དགག་པ་བྱེད་ཞོར་དུ་མུ་མཐུད་ནས་བླ་སློབ་གྲྭ་སློབ་དེ་ཚོ་ལ་དགག་པ་བྱེད་ཀྱི་ཡིན་ང་དམྱལ་བ་ལ་འཕྲོད་ཀྱི་ཡིན། ང་བྱང་ཆུབ་སེམས་དཔའ་ཀྱི་སྐྱེས་པ་འགའི་མཇུག་གི་ཉིན་ཞེས་ཡ་གི་དན་ད་དེ་ཡིན་བཀྲ་ཤིས་བདེ་ལེགས།